མཚན་སྙན་མེད་ལ་དངོས་བསྟན་རྣམ་ཐར་གསུམ་ལབ་པ་རེད། དེ་ག་འདྲས་གསུང་གི་ཡོད་པ་རེད་ལབ་ན། ཨེ་ནི་མཚན་སྙན་མེད་པའི་ཆོས་འཁོར་བཀའ་བར་བ་མཚན་སྙན་མེད་པའི་ཆོས་འཁོར་གྱི་བརྗོད་བྱ་ལ་དངོས་བསྟན་རྣམ་ཐར་གསུམ་སྟོང་པ་ཉིད་དང་མཚན་མ་མེད་པ་དང་སྨོན་པ་མེད་པ་རྣམ་ཐར་དགུ་གསུམ་དང་གཅིག་པ་རེད། དངོས་བསྟན་སྟོང་པ་ཉིད་ཀྱི་རིམ་པ་དང། སྦས་དོན་མངོན་རྟོགས་རྒྱལ་པོ་ཡན་ལག་ཅེས་གསུངས་པ་རེད། སྦས་དོན་ལབ་ན་སྦས་པའི་དོན། དངོས་སུ་མ་སྟོན་པའི་དོན་དེ་ལ་སྦས་དོན་ཟེར་ལ་ལབ་ཀི་ཡོད་པ་རེད། སྦས་དོན་དང་ཤུགས་བསྟན་དོན་དག་གཅིག་པ་རེད། འོན་ཏེ་ཤུགས་བསྟན་ནམ་ཡང་ན་སྦས་དོན་མངོན་རྟོགས་ཀྱི་རིམ་པ་ཟེར་གསུངས་པ་རེད། འདིའི་སྐབས་ཀྱི་མངོན་རྟོགས་ལབ་ཡུལ་དེ་ག་རེ་ལབ་ན། མཁྱེན་པ་གསུམ་དང་སྦྱོར་བ་བཞི། འབྲས་བུའི་ཆུ་སྐུད་དང་བཅས་པའི་དངོས་པོ་བརྒྱད་དང་དངོས་པོ་བརྒྱད་དེ་མཚོན་བྱེད་ཀྱི་དོན་ནོ་བདུན་བཅུ་དེ་ལ། མངོན་རྟོགས་བརྒྱད་ཡན་ལག་དང་བཅས་པ་ཞེས་གསུང་གི་ཡོད་པ་རེད་དེ་ནི་མཚན་ཉིད་མེད་ལ་དངོས་བསྟན་རྣམ་ཐར་གསུམ་ཟེར་བའི་སྐབས་སུ། བཀའ་བར་བ་མཚན་ཉིད་མེད་པའི་ཆོས་འཁོར་རམ་ཡང་ན་ཤེར་ཕྱིན་གྱི་དངོས་བསྟན་དངོས་སུ་བསྟན་པའི་བརྗོད་བྱ་དེ་བཤད་ཀྱི་ཡོད་པ་རེད་ཤེར་ཕྱིན་གྱི་དངོས་སུ་བསྟན་པའི་བརྗོད་བྱ་དེ་སྟོང་པ་ཉིད། མཚན་མ་མེད་པ། སྨོན་པ་མེད་པ། ད་སྟོང་པ་གཉིས་མཐའ་དག། སྡོམ་བརྒྱབ་ན་མདོ་རུ་བསྡུས་ན། འདི་གསུམ་གྱི་ནང་དུ་འདུ་གི་རེད། དེ་འདྲ་ཡིན་ཙང་རྣམ་ཐར་གསུམ་ཟེར་སླ་བ་རེད། དེ་ནི་ཤུགས་བསྟན་གྱི་རིམ་པ་ལ་མཁྱེན་པ་གསུམ། མཁྱེན་པ་གསུམ་ལབ་པ་ཡིན་ན་རྣམ་མཁྱེན་བླམ་ཤེས། གཤིས་ཤེས། འམ་ཡང་ན་ཐམས་ཅད་ཤེས་པ། དེ་ལ་མཁྱེན་པ་གསུམ་ཟེར་གྱི་རེད། སྦྱོར་བ་བཞིའི་ལམ་ན་རྣམ་རྫོགས་སྦྱོར་བ། རྩེ་མོ་སྦྱོར་བ་མཐར་གྱིས་སྦྱོར་བ་སྐད་ཅིག་མའི་སྦྱོར་བ། འོ་དེ་གི་སྦྱོར་བ་བཞི་ལབ་གི་རེད་བྱང་ཆུབ་སེམས་དཔའི་ལམ་ཐམས་ཅད་དེ་སྦྱོར་བ་བཞི་གི་ནང་དུ་འདུ་གི་རེད་རྣམ་རྫོགས་སྦྱོར་བ་དང་བྱང་ཆུབ་སེམས་དཔའི་ལམ་དོན་གཅིག་རེད་འོང་དེ་འདྲ་རེད་དེ་ནས་སྦྱོར་བ་བཞི་གི་ས་མཚམས་དང་མཚན་ཉིད་དང་དབྱེ་བ་ལ་སོགས་པ་དོན་བདུན་བཅུ་བརྗེད་པ་བྱས་ནས་མ་བཤད་ན་སྐབས་འདི་འདྲ་ཅིག་ནས་ཤེས་ཐུབ་ཀྱི་མ་རེད། ཨ་ནི་ཆོས་སྐུ་ཟེར་བ་དང་སངས་རྒྱས་ཟེར་བ་གཉིས་དོན་གཅིག་པ་རེད། ཆོས་སྐུ་ལ་དབྱེ་བ་ཕྱེས་པ་ཡིན་ན་ངོ་བོ་ཉིད་སྐུ་དང་ཡེ་ཤེས་ཆོས་སྐུ། ལོངས་སྤྱོད་རྫོགས་སྐུ་སྤྲུལ་སྐུ་བྱས་ནས་ཨ་ནི་སྐུ་བཞི་ཡོད་པ་རེད། མཁྱེན་པ་གསུམ་དང་སྦྱོར་བ་བཞི་ཆོས་སྐུ་དང་བཅས་པ་ལ། དངོས་པོ་བརྒྱད་ཟེར་གྱི་རེད་དངོས་པོ་བརྒྱད་མཚོན་ཤེས་ཀྱི་དོན་བདུན་ཅུ་ཡོད་པ་རེད་དེ་དག་ཀ་བར་བ་མཚན་ཉིད་མེད་པའི་ཆོས་འཁོར་གྱི་ཤུགས་བསྟན་ཆགས་བསྡད་ཡོད་པ་རེད་ཤུགས་བསྟན་དེ་རྗེ་བཙུན་བྱམས་པ་མགོན་པོ་མངོན་རྟོགས་རྒྱན་གྱི་སྐབས་སུ་གསལ་བོ་བྱས་ནས་བསྟན་པ་རེད།